ཨ་ནེ་རྩེ་མོ་རྩེ་བྱས། ང་ཚོ་བོད་ནས་ཡོང་བསྡད་པའི་ཨ་བོ་ཧོ། འབྲོག་པ་དེ་ཚོའི་གྲས་དེ། ཨ་ནེ། བོད་ལ་པགས་ཟ་གོན་བསྡད་ཀྱི་ཡོད་རེད། དེ་པགས་ཟ་གོན་ཡག་དེ་ང་ཚོའི་གོམས་གཤིས་ཡིན་ཟེར་ནས་རྒྱ་གར་ཚ་བའི་ལུང་པའི་ནང་ལ་པགས་ཟ་གོན་བསྡད་ན་དེ་ལྐུགས་པར་བ་ད། རོ་ཧེ། ཁོ་དངོས་ཡོད་གནས་ཚུལ་ཁོ་ར་བསྟན་འགྲོ་གི་རེད། ད་ང་ཚོའི། དངོས་གནས་རང་ཅིག་རིག་གཞུང་དང་གོམས་གཤིས་ངོ་མ་དེ་ག་རེར་ཕན་ཐོགས་ཡོད་འདོད་པ་ག་རེད་ཟེར་ལབ་ན་ཅིག་བསམ་བློ་གཏོང་སྟངས་ཐོག་ནས་ཡག་ར་བོ་བྱས་ཨ།

ཨེ་ང་ཚོ་ཚོགས་འདུ་དུམ་བུ་རུ་གཅིག་ཚགས་ཆེད་ཨེ་ནི་ཉིན་དགུ་ཁ་ལག་ཟས་བཅད་བསྡད་དེ་ཡོད་ཨེ་ནི་ཉིན་དགུ་ཁ་ལག་ཟས་བསྡད་དེ་ཡོད་ནི་རེ་ཞིག་ལ་དེ་ཚོགས་མི་དེ་ནི་སྐྱིད་སྨན་དེ་ནི་ཅིག་མི་ཁ་ཤས་ཅིག་དེ་ཁ་ལག་རུ་ཟས་བཅད་ཨེ་ནི་དེ་སྐུ་རྒྱག་སྟོང་པར་ཞིག་འདུག་ཨེ་ནི་ང་དེ་སྡོད་ས་ཨེ་ནི་ང་དེ་བསྡད་ཨེ་ནི་ང་ཚོ་ཁ་ལག་ཟས་བསྡད་དེ་རེ་མི་བང་སྐུ་གཉིས་འཇལ་བོ་ཅིག་གིས་དུག་བང་སོ་རེ་མར་བཏགས་མི་སྤྱི་དང་བང་སྐུ་མི་གཏོགས་གང་ལ་མཁོ་ངེས་ཅིག་བང་སྐུ་གཉིས་འཇལ་བོ་ཅིག་ད་ཅི་འདུག་སི་ལེ་སོ།

ཕྱིན་ཆོས་གང་ནས། སྲོག་ཆགས་ཕྲ་མོ་གཅིག་ལ་ཡིན་ནའི་ཨ་ཙི་ད་འདི་བསད་རྒྱུ་ཡང་མ་རེད་ཅེས་སྡིག་པ་ཡོད་ས་རུ་དཔེར་ན་འབུ། ཆུའི་ཁྱི་དེ་སྔས་འབུ་སྐམ་ལ་མནན་མཁན་གྱི་འབུ་ཞིག་ཆུའི་ཁྱི་འབྲུག་གི་ཡོད་ན་ཆུ་ནང་ནས་ཟུག་བཏོན་ཆེད་སྐམ་ལ་ཟུག་བསྐྱལ་ཡ་རོ་ང་ཚོ་བྱེད་ཀྱི་རོ་ཡ། རེད་མ་ཡ། ཡོ། ཆུ་མ་སྐམ་ཆེད་ཉག་དེ་བ་བསྡད་ཡོད་ན་དེ་ནས་ཟུག་བསླན་ཆེད་ཨེ་ནས་ཡང་ཕར་ཆེད་ཆུ་ཡོད་ས་བར་བསྐྱལ་སོང་དེ་ང་ཚོ་གོམས་གཤིས་འདི་འདྲ་ཞིག་ཡོད་མ་ཡ། ར་ཡ། ཅིག། རྒྱལ་བ་དང་སྡིག་པ་ཟེར་ནས་རྒྱ་ཆེན་པོ་མ་བཤད་ནས། ཁོ་གང་འདྲ་ཅིག་གཞན་ལ་གནོད་འཚེ་བྱེད་ཀྱི་ཡོད་མ་རེད་ཟེར་རྗེས་ང་ཚོ་གོམས་གཤིས་ལ་ཡོད་རེད་པ་ལྟ་འདི་ཚོའི་གྲས་དེ་དཔེ་མ་གསལ་བའི་རྩ་ཆེན་པོ་རེད་འདུག་ག་ང་ཚོ་བོད་པ། ཨེ་ནི་དྲང་པོ་བྱེད་ཡ། སྟེགས་འཛིན་མ་བྱེད་ཡ། སྤྱི་བཏང་བྱས་ན་ཧམ་པ་མ་བྱེད་ཡ། ད་བས་རེ་ཟུང་རེ་ཟུང་དེ་ཡོང་གི་རེད་བ་དང་གཞན་སྤྱི་ཡོངས་བྱས་པ་ཡིན་ན་ཕལ་ཆེར་བོད་པ་གོམས་གཤིས་དཔེ་ཡག་པོ་རེད་བྱ། དྲང་པོ། ཅིག་སེམས་པ་བཟང་པོ།

མིའི་སྤྱི་ཚོགས་ནང་ཕན་ཐོགས་ཡོད་རེད་དེ་འདྲ་ཡིན་དུས་ང་ཚོས་བདག་པོ་རྒྱབ་དགོས་ཀྱི་རེད་ལ་བདག་པོ་རྒྱབ་ཐུབ་ཀྱི་རེད་ཟེར་ཨོ་ངས་ཡིད་ཆེས་བཏང་གི་ཡོད་ཟེར་དེ་འདྲའི་བསམ་བློ་བཏང་ཡོད་དུས་ཨོ་གལ་སྲིད་ཁོང་ཚོར་ལབ་ཡིན་ང་ཚོས་ད་སོ་སོའི་ཅིག་གནའ་རབས་ཀྱི་གོམས་གཤིས་གཅེས་སྐྱོང་བྱས་ཟེར་ཡ་དེ་བསམ་བློ་བཏང་དགོས་རེད་དུས་ཚོད་ཡོལ་ཆད་ད་དེར་སྐྱེས་ས་འཕྲུལ་ཆས་དར་རེད་དུས་ཚོད་ཅིག་རེད་ཨེ་ནི་ཁོ་རང་ལ་ཡང་ཞིག་པ་ཅིག་འགྲོ་རྒྱུ་རེད་མ་གཏོགས་སྔ་མོའི་ཅིག་འགྲོ་སྟངས་ཁོ་རང་ཅིག་གོ་བསམ་བཏང་ཡོང་མ་རེད་བ། དེ་འདྲའི་བསམ་བློ་བཏང་དུས་ང་ཉིད་རང་རང་བསམ་བློ་ཁོག་སོང། ཨོ་ང་ཚོ་ཆོས་རྒྱལ་སྲོང་བཙན་སྒམ་པོ་ད་ཨེ་ནི་ལྷག་པར་དུ་ཡང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་ཟེར་དུས་དེ་ནི་ཞེ་བོ་ཅི་བསམ་བློ་གུ་ཡངས་པོ་རེ་བཞག་སོ་སོའི་མི་རིགས་ཀྱི་ཞེན་ཁོག་རུ་བྱས་བྱས་ང་རང་ཚོའི་གདོད་མའི་རིག་གཞུང་དང་གདོད་མའི་ཆོས་སེམས་འདི་རྐྱང་རྐྱང་བསམ་དང་བསྡད་པ་ཡིན་ན་རྒྱ་གར་ནས་ནང་པའི་ཆོས་གླིང་མར་པ་སོ་སོ་བོན་པོའི་གཞུང་གི་ཡོད་པར་བལྟ། ཆོས་རྒྱལ་ཚུལ་ཁྲིམས་བློ་གཟུགས་རུ་གནས་པ་བྱས་བྱས་དངོས་ནས་ག་རེ་ཡག་ཡོད་ནས་ཡག་དེ་དང་ལེན་བྱས་བྱས་ཀྱི

པས་གྱོང་པོ་རེ་བྱ། ཨ་ངས་ནམ་རྒྱུན་ཕྱེད་ཀ་རྩེད་མོ་རུ་བརྗེ་ཡིན་ཕྱེད་ཀ་བདེན་ཆ་རུ་བརྗེ་ཏོག་ཟེར་ཡོད་རེད། ཁ་ལག་ཞིམ་ལུས་འདུག་ཟེར་རི་ཙ་ནས་ང་ཚོའི་ལྤགས་དང་ཐུག་པ་དང་ཨེ་ནི་ཤ་དང་མ། བཅུད་དུ་བཞག་ཡོད་རེད་དེ་ཡིན་ནའི་རྒྱ་ནག་གི་ཚལ་དེ་ཚོའི་གྲས་དེ་ཡང་ཡག་པོ་ཡོད་པས་རི་ཙ་ནས་དཔེར་ན་ཚལ་ཟེར་ཡག་གི་མིང་ཚིག་ཁོ་ར་རྒྱག་ཡ་རེད་པ་ད།

མཁན་ཆེན་ཞི་བ་འཚོའི་སློབ་སྟོན་གནང་བར་གཟིགས་འདུག་ག། ཁྱེད་རང་ཚོས་ད་སངས་རྒྱས་པའི་ཆོས་འདི་ཆ་ཚང་བོད་ཡིག་ནང་ལ་བསྒྱུར་ཆེད་བོད་སྐད་རང་གི་ནང་ལོགས་ལ་ཡང་ནི། བཤད་སྦྱང་བྱེད་ཐུབ་པ་ཞིག་བྱེད་དགོས་རེད། བོད་ཡིག་རང་ནང་ལོགས་ལ་འཆད་ཉན་བྱས་ནས་སློབ་སྦྱོང་བྱེད་ཐུབ་པ་ཞིག་དགོས་རེད། ཨེ་ནི་རྒྱ་གར་སྐད་ལ་ཡང་བསྟེན་དགོས་མ་རེད་བྱས་ནས། མཁན་ཆེན་ཞི་བ་འཚོ་རང་ཡང་དགོང་ལོ་བགྲེས་པོ་དེ་འདྲ་ཞིག་ལ་ཕེབས་ནས་བོད་སྐད་སློབ་སྦྱོང་གནང་ཡག་ཨུ་ཚུགས་བསྐྱུང་དགོས་ཡག་རེད། དེ་འདྲ་བྱེད་ངེས་འདུག། ཆ་དེ་འདྲ་ཡིན་དུས་ང་ཚོ་བོད་པ་སོ་སོ་ཡང་མི་རིགས་ཀྱི་བཀའ་སྲོལ་རིག་པ་གི་མི་རིགས་རང་བཙན་གྱི་ལྟ་གྲུབ་འདི་ཆ་ཚང་སེམས་ད་དེ་དང་ཆབས་ཅིག་ལེགས་ཆ་ཡོད་པ་དེ་དེ་ཡང་སོ་སོ་ལྐུག་པ་འུ་ཚོ་ཞེས་མ་ཤུགས་ཆེ་ཆེ་གཡས་གཡོན་ནས་ཚུར་བླངས་བྱས་ང་ཅག་གྲུང་ཁུ་ཤར་བསམ་དྲན་གི་དཔེ་མ་སྲིད་པ་ཡག་པོ་རེད་ཤག་ཆ་དེ་འདྲ་ཡིན་དུས་ང་ཚོ་བོད་པ་དངོས་གནས་དྲ་ནས་འདུག་བསམ་དང་ན་བློ་གཟུར་ནས་བསམ་དང་ན་སྤོབས་པ་བྱེད་ཡག་བྱེད་ཀྱི་མི་རིགས་ཤིག་རེད་འདུག་ག་ཤེས་སོང་ང་ད་ཁྱེད་རང་ཚོ་ལོ་རྒྱུས་ཡོད་ཚད་ངན། ཆོས་རྒྱལ་མེས་དབོན་རྣམ་གསུམ་གྱི་ད་རྒྱུའི་རྒྱུད་འཛིན་བྱེད་མཁན་ཞིག་ཆགས་བསྡད་ཡོད་ང་ཚོ་ད་ང་ཚོ་ཞབས་འདྲེན་མ་ཞུ་ཨ། ཤ་ཚོང་ཨ། ཧུར་ཐག་བྱེད་ལ་ཟུག་གཟེར་བྱེད་ཨ། ཅིག་ད་སོ་སོའི་མི་རིགས་ཀྱི་ལྟ་བ་དེ་གྱིས། མི་རིགས་ཀྱི་ལྟ་བ་དང་འབྲེལ་བའི་ཐོག་ནས་དྲང་བསྐུར་དྲང་བཞག་ཡིན་རབས་བསམ་པ་བཟང་གོ། འདིའི་རིང་མུ་མཐུད་ནས་བྱས་ཨེ་ནི་དེང་དུས་ཀྱི་ཤེས་ཡོན་ཆ་ཚང་ཡོད་པ་ཅིག་ཆོས་ཀྱི་ཐོག་ལ་ཡིན་ནི། ང་ཚོ་སངས་རྒྱས་པའི་ཆོས་སུ་བྱས་ནི་མ་ནི་གྲངས་དེའ་རུ་ཞིག་དང་གཅིག་སྐྱབས་འགྲོ་འདོན་དེའ་རུའོ། དེ་ལས་བརྒལ་རེ་སངས་རྒྱས་པའི་ཆོས་ཀྱི་ལྟ་གྲུབ་ག་འདྲའི་ཡིན་པ་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེའི་དེ་མ་ཤེས་པ་བྱས་བྱས་བསྡད་ན་རྗེས་ལུས་རེད་ཡིན་ཅི་མིན་ཅི་སོ་སོའི་དད་པ་བྱེད་སའི་ཆོས་དེའི་འགྲོ་སྟངས་ག་འདྲ་ཡིན་མིན་དེའི་དེ་སློབ་སྦྱོང་བྱས་དོ་སྣང་བྱས་ཤེས་པ་བྱས་ངས་ནམ་རྒྱུན་དེང་སང་འདི་བཤད་བསྡད་ཀྱི་ཡོད། བཀའ་འགྱུར་བསྟན་འགྱུར་པོ་ཏི་གསུམ་བརྒྱ་ཟིན་ཡོད་བསྡད་པ་འདི་ང་ཚོ་ཕྱག་མཆོད་འབུལ་བྱེད་ས་ཞིག་ལ་བརྩི་ཡག་མ་རེད་དཱ། འདི་ང་ཚོ་སློབ་དེབ་རེད་བཞག། སློབ་དེབ་ཤེས་སོང་ཨ། ང་ཚོ་སློབ་སྦྱོང་བྱེད་ཡག་གི་དཔེ་དེབ་རེད། འདི་དཔེ་གལ་ཆེན་པོ་རེད། ང་རང་ཚོ་ཚང་མ་ལ་ཅིག། ཆད་ཆད་ཚོས་ཅིག་སྤྱི་པའི་ལྷ་ཁང་འདི་བཞག་ནས་སྐུ་ཆེན་པོ་འདི་བཞེངས་ཀྱི་ཡོད་རེད། ཡག་པོ་ད་རེད་དེ། ངས་ནམ་རྒྱུན་རྟག་པར་བཤད་བསྡད་ཀྱི་རྒྱ་མི་དེ་འདྲ་ལ་བཤད་བསྡད་ཀྱི་རྒྱ་མིས་སྐུ་བཞག་ཡག་ལ་དགའ་པོ་འདུག་ཨ། དེ་སྐུ་བཞག་ཡག་ད་ཡག་པོ་རེད་དེ་སྐུ་སྲུང་བྱུང་གི་མ་རེད་དཱ།

ད་དེ་ཞིབ་རིས་ཕན་ཐོགས་ཡོད་དུ་ཅི་རེད་ད་ཁོ་ཆེ་ཚང་སློབ་སྦྱོང་བྱས་ནས་ཤེས་དགོས་རེད་མ་གཏོགས་སློབ་སྦྱོང་མ་བྱས་པ་ཡོང་མ་རེད་པ་ཚེ་ན་དེ་འདྲ་ཡིན་དུས་ང་རང་ཚོའི་ཆོས་ལ་དད་པ་ཡོད་པ་ཙམ་ལ་ཆོག་ཤེས་མ་བྱེད་པ་བྱས་སློབ་སྦྱོང་བྱས་ནས་དཔེ་གལ་ཆེན་པོ་རེད་ཤེས་སོང་ཨེ་ཁྱང་ཚོ་དེ་དགེ་འདུན་ལས་ཁྱང་ཚོ་གོ་རོག་འདུག་ཡིན་གཅིག་མི་ཨེ་ཁྱང་ཚོ་མང་ཚོགས་མཉམ་འདོར་ལ་ཡག་གོ་འདུག་བྱས་བགྲོ་གླེང་བྱས་སངས་རྒྱས་པའི་ཆོས་གོ་ལ་ཡག་དེ་དཔེ་གལ་ཆེན་པོ་རེད་ག་དུ་དར་མ་ས་ལ་དེར་སྐྱེས་ས་ཁྱིམ་བུ་ཕོ་མོ་ཚོའི་ནང་ལས་དཔེ་ཆ་བལྟས

རྡ་ས་ཡག་པོ་ཆགས་གཏང་གི། འབྱུང་པོ་ཞག་འདུག། ཟེར་བ་འདི། དུས་དེར་ལབ་རྒྱུ་བྱུང། ད་ཨ་ནི་རྟགས་གསལ་གཏོང་ཡག་འདུག་ཟེར་བ་རེད། ཕལ་ཆེར་ཁྱེད་རང་ཚོ། མི་འགོ་དཀའ་བོ། ཀླད་པ་འཇིག་པོ་འདི་འདྲ་ཁ་ཤས་ཀྱི། ད་ཡིན་ན་རྣམ་རྟོག་ཟ། ད་ཨ་ནི་རྟགས་གསལ་གཏང་གི་ཟེར་ཟེར་ཡ་ཉག་ག་ཡག་པོ་རྡ་ས་འདི་རེད། ཟེར་ས་དེ་ཡིན་དེ་ག་ཚོ་ཤེས། སངས་རྒྱས་པའི་ཆོས་ཀྱི་ཤེས། སྐད་གཞན་དག་བསྟན་དགོས་མ་རེད། དབྱིན་ཇི་སྦྱང་དགོས་མ་རེད། ཧིན་དི་སྦྱང་དགོས་མ་རེད། སོ་སོའི།

དང་པོ་དེ་དཔེ་གལ་ཆེན་པོ་འདུག་ཤེས་སོང། སྤྱིར་བཏང་ཁྱེད་རང་ཚོ་བགྲོ་གླེང་བྱས་རྗེས་ནང་ཆོས་གོ་བསྡུར་བྱས་རྗེས་དཔེ་གལ་ཆེན་པོ་འདུག་ཨ་ནི་གཞོན་སྐྱེས་ཚོས་ཨ་ནི་སྤུ་གུ་ཚོས་བོད་པའི་སྐད་ཆུང་ཆུང་གང་ནས་མ་ག་ཚོད་ཤེས་པ་བྱས་གནད་འགག་ཅིག་འདུག་ཡང་དེ་བ་ཕྱི་རྒྱལ་དུ་བ་སྤུ་ཁ་ཤས་བོད་སྐད་མ་ཤེས་པ་བྱས་ན་དེའི་དཀའ་ངལ་ཅིག་ཡོང་སྡད་ཀྱི་འདུག་བྱས་ཙང་ད་ག་ཚད་ཐུག་འདུག་གི་ཟུར་དུ་མི་བུ་ཡིས་ལབ་ཡག་གོ་སྐབས་ཡོད་ནའི་ཡག་པོ་རེད་དེ་མེད་ན་ཡང་སོ་སོའི་ཁྱིམ་ཚང་ནང་ལ་བོད་སྐད་དེ་གལ་ཆེན་པོ་རེད་བྱས་སོང། ཟ། དེ། ད་ནི་བོད་ཀྱི་དཔྱིད་ཀ་སྐོར་ལ་ཡ། ལབ་སྒྲ་གཅིག་ནང་གི། སློབ་ཕྲུག་ཁོ་རང་ཚོ། དྲང་བདེན་རུ་བྱས་ནས། དེ་ནང་ལ་བོད་བུ་མོ་གཅིག་འདུག་ཉིན་རེར་སྐྱེས་ས་རྒྱ་གར་སྐྱེས་པ་ཡིན་ས། ཡིན་ཆུང་ཆུང་ག་ནས་དེ་ཚུར་ཕ་མ་མཉམ་དུ་དེ་ཚུར་གླན་ནས་སློབ་སྦྱོང་བྱེད་ལེ་བྱེད། བོད་སྐད་གྲ་མ་སྐྱ་གིས། མི་དབྱིན་ཇིའི་སློབ་སྦྱོང་གི་ཐོག་ནས་བྱས་ནི་དེང་དུས་ཀྱི་མིའི་ཤེས་ཡོན་མི་ཚད་མི་ཚད་ལོང་རུ་བྱས་བྱས་མི་བསླབ་དྲ་འབུག་དྲ་གས་རེ་ལེ་བྱས་ད་དེའི་སོར་ཡག་པོ་འདུག་ཨ་སོ་སོ་བོད་སྐད་དེ་ཤེས་ཅིག་བོད་པའི་དྲི་བ་འདི་ཆ་ཚང་ཡོད་པ་བྱས་ཨིན་དེང་དུས་ཀྱི་ཤེས་ཡོན་ཆ་ཚང་ཡོད་པ་བྱས་འདི་འདྲ་བྱས་དགོ་གི་ཡོད་རེད་འདི་གལ་ཆེན་པོ་འདུག་འདི་ཁྱེད་རང་སེམས་ལ་བཞག་གཞན་ད་ག་ཡིན་བཀྲ་ཤིས་བདེ་ལེགས་བློ་བདེ་པོ་བྱས་སྡོད་ཨ།